གཙོ་བོའི་ཚོགས་གཙོ། གཙོ་བོ་ཞེས་པ་ནི། ཚོགས་མི་ཕོ་མོ་ཡང་ཚོགས་མི་ཚོགས་མ་ལ་ཚོགས་འདྲི་བཀྲ་ཤིས་ལེགས་ཞུ་བའི་ཡིན་ད། ད་ང་ཚོ་འདུག་བ་ལ་ནི་དགོངས་དག་རེད་ཤག་ད་དགོངས་དག་ཁྱོད་ཚོས། ང་དང་སྐར་མ་གཉིས་ཤི་འོ་འགྲོ་གི་རེད་འདུག་ད། ད་ནི་དགོངས་དོག་འདི་ལས་ཞུ་མ་རེད་ད།

བཙུན་ཚེ་འདི་ཁོ་རང་རོ། ནོར་བཟང་ལ་ལ་ཅིག། དགོངས་པ་ཞུས་ཤེས་ན་བསམས་སོ། ད་དེ་ད་ད་ལྟ་གནས་ཚུལ་ག་གྲུབ་རེད་ལབ་ན་ང་ཚོ་གི་བཀའ་བཙན་ལེགས་པོས་སྤེལ་ཡ་དེ་ཉི་མ་སོ་སྔོན་ཆད་ནས་ཕྱི་ཟླ་ཉི་མ་སུམ་ཅུ་ང་ཚོ་ལ་ཕྱོགས་ཞེན་ཡོད་རེད་རྒྱ་གར་གཞུང་ངོས་ནས་ང་ཚོ་ལ་རྒྱ་གར་གཞུང་གི་ངོས་ནས་རྙོག་དྲ་ཆེ་མི་འདུག་དཀའ་ངལ་ཁྱོལ་མི་འདུག་ང་ཚོ་ལ་ཚང་མ་ང་ཚོ་ལ་ཡིག་ཆ་ཡག་པོ་ཐག་ཆོད་རག་སོང།

དེའི་གོང་དུ་ང་ཚོ་དེའི་ཡི་གེ་གཅིག་ངོ་བཤུས་གཅིག་ཡི་གེ་བོད་རམ་ས་ལ་གི་སྒང་དུ་ཕོ་སར་བ་ཚ་ལ་ས་ཡོད་པ་ཕོ་སེར་སྒང་ཆེ་ལ་གི་རེད་ཡང་ད་ང་ཚོ་ཕོ་སར་བ་ཚ་ལ་རིགས་དོག་ང་ཚོ་བོད་པ་ཚ་ཕོ་སེར་སྒང་ཆེ་ལ་གི་རེད་ཕོ་སེར་སྒང་ཆེ་ལ་པུ་ལིས་ཐ་ན་ཞིག་ཡོད་རེད་ང་རང་ཚོའི་བོད་ཀྱི་མེག་ལོ་སྒང་གི་པུ་ལིས་འདི་རེད་ད། བིད། པུ་ལིས། ཨ་ནི་དེ་ལ་ཡང་ངོ་བཤུས་སྤྲད་དགོས་རེད་ད་ང་ཚོ་ངོ་བཤུས་ང་དང་བཀྲ་ཤིས་ང་གཉིས་སྦག་སྦག་བཏང་ནས་ངོ་བཤུས་ཞིག་སྤྲད་ཨ་ཡི་གེ་ངོ་བཤུས་སྤྲད་ཨ་འགྲོ་ཡིན་དེ་སྤྲད་ཨ་ནི་ཕྱོགས་ཞེན་ཚང་མ་ང་ཚོ་ལ་པར་མི་ཤེས་བིད།

ཁྱེད་རང Corona Test བྱེད་ཡོད་པའི RTPCR ཡོད་རེད་བ་ནོར་ངས་ཁོང་ལ་བསྐོ་ཡོད་ཡོད་རེད་བ། ཉི་མ་དང་པོ་དེ་ཚིག་གཅིག་ཁོ་རང་གིས་གསུངས་མ་སོང། ཨ་ཅག་ཨ་ནི་ཁྱེད་རང་མཉམ་ཞུ་བྱེད་ཀ་གླེང་འབོད་ལབ་སོང་ང་ལ་ལ་ཡིན་ལ་ཡིན་ང་མཉམ་ཞུ་བྱེད་ཀ་གླེང། ད་ལེ་ང་ཚོ་མཉམ་ཞུ་བྱེད་ཀ་ཡོད་ཡོད་དེ་དེ་སྔས་ཀྱི་དེ་ལས་འགུལ་ཞིག་སྤེལ་རེད་དེ་དང་ང་ཚོ་ཆུ་ནས་འབྲེལ་བ་བཅད་མེད་ལ་ཡིན། འབྲེལ་བ་བཅད་མེད། སྙེ་མ་དེ་ལས་འགུལ་དེ་ག་རེ་ལ་ན་ཁོ་རང་ཚོ་མི་གཅིག་གི་དོན་དག་ལ་ཡང། ཨ་རི་ནས་དོན་གཅོད་སྤེལ་རེས་ལ་ནི་ཁོང་ཚོ་མི་གཅིག་དོན་དག་ལ་ཁོང་ཚོ་ངོ་བོ་རྒྱག་སླད་དེ། ང་ཚོ་བོད་གཞུང་ལ་ཡང་ངོ་བོ་རྒྱག་སླད་རེད་སེ། ཨོ། དེ་མ་གཏོགས་ད་ལན་དེ་ང་ཚོ་ག་ལ་ན་གཞུང་དེ་ཡག་པོ་བཙུགས་ཐུབ་མི་འདུག་ད་ལྟ་ང་ཚོ་གཞུང་དེ་བསྐྱར་གསོ་བྱས་ཡག་པོ་བྱས་ནས་ཚགས་ཚུད་པོ་བྱུང་ཡང་ང་ཚོ་རེ་བ་བྱས་ནས་ང་ཚོ་བསྡད་སླད་ཨ་ནི་ང་ཚོ་བསྡད་ལ་ཡང་ཞི་བའི་གི་ཐོག་ནས་ང་ཚོ་བསྡད་དེ་བྱེད་ག་ལས་ཡིན། ད་ལན་ཨ་ནི་བསྡད་ལ་ཡང་ང་ཚོ་སུ་གཅིག་སྐད་གཏང་རྒྱུ་དང་ང་ཚོ་ལ་ཡང།

སོ་སོ་ལས་ཀི་ལས་ཁྱེད་རང་ཚོ་ལ་འདི་ཚང་མ་དབང་ཆ་ཡོད་རེད་ཁྱེད་རང་ཚོ་ལ SP ངོས་ནས་རེད DM ངོས་ནས་རེད་ཚང་མ་ཕྱོགས་ཞེན་རག་དེ་ཡོད་རེད་ཁྱེད་རང་ཚོ་ལྷོད་ལྷོད་ཤིག་བསྡད་ང་ཚོ་རོགས་པ་ཧར་གོ་དང་བྱེད་ཀྱིན་ཟིན་འདི་ལ་ནས་འགྲོ་ཉི་མ་དང་པོ་དེ་ལ་ཉག་ཉོག་བཅས་མི་འདུག་ད་ཉི་མ་གཉིས་བ་དེ་སེང་གེ་དེར་ཁོང་ཚོ་གིས་ད་ཟླ་བ་ཚེ་རིང་གིས་བྱས་ན་རེད་ཟླ་བ་ཕུན་སྐྱིད་ཀྱིས་བྱས་ན་རེད་ཕལ་ཆེར་ད་སུས་ཉོ་ཉོ་ཤོད་འདུག་དྲན་ཡིན་ན་ཁོང་ཚོ་ལ་དཔེ་ཤ་དྲན་ན་བདེ་སྲུང་གིས་འདི་རྐུབ་ན་རྒྱུག་པ་བླུག་ཡིན་ན་གང་ཞིག་ད་གང་ལྟར།

ཨ་སངས་ཉི་མ་གསུམ་པ་དེ་ལ་ཞོགས་ཀ་དེ་ལ་ག་ལ་རེད། བར་སེ་ཀོང་ན་ཨེ་ས་ཕྱི་ལོགས་ནས་སུ་ལས་རེད་ས་ཕྱི་ལོགས་ནས་ད་ལས་ངས་སུ་ཁྱེད་ཡོང་པར་ང་མ་འདུར། ད་ཁྱོད་འདི་ཨ་ཏི་པི་སི་ཨར་ཡོད་ས་ཁྱོད་ཀོ་རོ་ནར་སྤྲད་ས། ཧཧ་ངས་གླེང། ཧི་མ་ཅལ་ས་མཚམས་ལ་ང་སླེབས་ནས་ཉི་མ་གསུམ་བཞི་འགྲོ་ཚར་སོང་གླེང། ཉི་མ་བཞི་འགྲོ་ཚར་སོང་ཉི་མ། ལས་འགུལ་མ་སྤེལ་གི་ཉི་མ་གཅིག་ངས་ཐེ་བ་སླེ་ཡིན་གླེང་ང། མི་ཁའི། ས་མཚམས་ལ་ཨ་ཏི་པི་སི་ཨར་སྐད་ཆ་དྲི་ངེས་ཁོ་ར་མི་འདུག་གླེང་སུ་གཅིག། ད་འདི་ལ་ཨ་ཏི་པི་སར་གོ་དགོས་དེ་འདྲ་ག་འདྲ་ཆགས་རེད་ལན་ཐོབ་ཡག་པོ་བརྒྱབ་དེ་འདྲ་ཨ་ནི་ཁ་སང་ཉི་མ་ང་ལས་འགུལ་ཉི་མ་གཉིས་བསྡད་ཚར་ཡིན་དེ་དུས་ཁྱོད་ཚོ་ཚིག་ཞིག་ལབ་གི་མི་འདུག་བ་ལས་ཨ་ཏི་པི་སར་ཁྱོད་ད་དེ་ཁྱོད་ཚོ་ལ་སུས་ཁྱི་ཞུ་ལབ་འདུག་སུས་ལ་ཟུང་ལན་ཁྱོད་ཚོ་ཨ་ཏི་པི་སར་ལ་སུ་ལན་པ་པུ་ལི་སི་ལ་ཨ་ནི་ཚིག་ཅིག་ལབ་གི་མི་འདུག་ད་ཨ་ཏི་པི་སར་ཁྱི་ཞིག་ལ་ངས་མི་འདུག་ཨོ་ཨོ་དེ་ཅི་གང་འདྲ་མི་ཆོག་ཨོ་ཨོ་ཟེར་འདྲ་ཆགས་སུ།

ཨ་རིའི་ཡ་པོ་རི་སི་ལ་ཕོན་ཐང་བཅས་ཉི་མ་གསུམ་བརྒྱ་ལ་ཁུ་རི་པོ་ཏི་གི་ལེགས་འདུག་ཁ་ཅིག་ཨང་ཀྲེས་ཤི་ག་ལ་ཡིན་པས་ཉི་མ་གསུམ་ག་ང་སང་གིན་དགོན་ད་ལོག་འགྲོ་ཡི་ལེར་བ་ཨ་ནི་ཁྱེད་རང་ཡ་ཤོ་ས་ངལ་ཡ་ཤོ་ས་ཏི་ཁ་ད་ཉིན་ལ་གོར་བ་ས་ཁྱེད་རང་སང་གིན་ལོག་ཡ་ཡིན་ན་ཐོན་ཨ་ཏི་པི་སེར་ཨ་ནི་ཡན་ཁོ་ཚོར་ནུས་ཤུགས་སྤྲད་འདུག་དོ་ང་རང་ཚོ་མིག་གི་ནུས་ཤུགས་སྤྲད་རྒྱུ་རེད་དོ་སུ་གཅིག་གིས་འདི་གས་བྱེད་རྒྱུ་མ་རེད་ནུས་ཤུགས་སྤྲད་བྱས་འོ་དེ་འདྲ་འགྲོ་བྱུང་འོ་དེ་འདྲས་ཨ་ཏི་པི་སེར་ཁུ་ཤི་ལར་ད་ང་ལ་དེ་འདྲས་གཞན་དག་ཚོ་ཨར་ཚི་ཁུ་ཤི་ས་ད།

ཟླ་ངོ་དང་དུས་རིམ་བར་རང་བཞིན་དུ་སྨྱོས། པད་འཁོར་སྨྱོས་ཚ་རྡོ་ལས་བརྒྱུད་དོ། ཨ་དར་ཁི་ཤི་ལ་ཨུདུ་ཁི་ཚམ་ལ་ཨ་སི་ཁི་ཤི་ལ་ཚམ་ཐེབས་ཅང་ཁི། ཨ་བྷིན Green Book གསེར་དུ་སྐྱ་མ་བསླབ་བའི་ལན་པ་དུ་མ་ར། གར་འབྲེལ་བ་ཡོད་ལན་པ་དུ། ཨ་ང་ལ། ཁྱེད་རང་གི་ག་རེ་ཡོད་ཟེར་ང་ལ་ཨ་རི། ང་ཨེག་ས་ཨར་མི་ལན་པ་དམག་མི་རྙིང་པ་ཡིན། ང་ཅི་གང་མེད་ལས་ཞུ། ཨ་ནི་དམག་མི་ལ་ཨར་སི་དགོས་གི་ཡོད་མ་རེད། ཁྱེད་རང། དེ་སིང། ཨར་སི་དགོས་ན་ཁྱེད་རང་ཨར་ཀེ་པུ་རམ་ཕོན་དང་ངའི་མིང་མིང་ལབ་བ་ལན་པ། ངའི་མིང་དང་རྣམ་པ་དེ་ཚོ་པུ་ར་ཨར་སི་མི་ཁེ་ཨར་ཀེ་པུ་རམ་ང་ཚོ་ཧེད་ཀོ་ཏར་ཨར་ཀེ་པུ་རམ་རེད། མི་ཁེ་ལབ་ལན། ཨ་ནི་གོ་འཇམ་དིང་འགྲོ་སོགས། ཚིག་གཅིག་ལས་དབུ་མ་ཟུང་ལྔ། ཚིག་གཅིག་བླ་མ་སོགས། དེ་འདྲའི་ཕྱིར་རུ་བ་ལ་དེ་འདྲ་གི། རྒྱ་གར་གྱི་སྙིང་རྗེ་དངོས་གནས་ཁོ་རང་རྒྱ་གར་གྱི་ཀླུ་ཤུ་གས་མི་འདུག་ད་སྙད་གོ། གང་བྱེད་ཀྱི་མི་འདུག་ད་རྒྱ་གར་ཁོ་རང་ཚོ། ཀི་ལེར་རེད་ཤག་གཙང་མ་གཙང་རྒྱ་ང་ཚོ་ཕྱོགས་ཞེན་སྤྲད་ཚང་མ་བྱེད། བོད་པ་རང་ར་དང་ཇོ་རིན་པོ་གླུད་གླུད་ནར་སྤང་དགོ་དུ་ཟེར་ག་དེ་གི། དར་རམ་ས་ལ་སྒོར་ལས་ལས་ལས་ཀ་བྱེད་མཁན་ཞིག་ཐོ། ཁྱི་ཁྱི་ནར་དཀོན་མཆོག་གསུམ། ང་ཧང་ནག་པོ་དགུ་བསམ་ས་དེ་ཚོའི་དཀོན་མཆོག་གསུམ། མི་དེ་འདྲས་སྤྱོད་པ་སྡུག་ཅག་དུ་བསམ་ས་ངའི་སེམས་པ་ན། འོ་དེ་འདྲས་ཞུ་འདོད་བྱུང་ད་དངོས་གནས་ཁོ་རང་གནས་ཚུལ་ཐ་དད། ང་རང་གིས་ད་བར་ང་ཕི་ཀའི་ལི་ཝི། ཨ་ལེ་ཨོ་ཏི་ཅིག་ཤོས་ཀྱིས་གཞུང་མེད་ང་མ་བཙིར་བ། སྒེར་གྱི་མེད་ང་ལ་སྒྲོ་ཡི་མགྱོགས་པོ་ཅིག་རག་ན་བསམ་སོང། མགྱོགས་པོ་སྤྲད་ན་དཔེ་ཆ་སྤྲད་ན་མགྱོགས་པོ་རག་གི་འདུག་ལ། དེ་རྫུན་ནལ་གྱི་མེད་ང་གཞུང་མེད་ང་གི་འདམ་ས་ལ་ཤོད། ཁ་བརྡོལ་ཁོ་རང་ལ་ཡ། སྨད་རྫོང་ས་དེ་འདྲི་བ་འདི་རྡོ་བརྒྱ་ཡ་ཚ་མཐོ་ཁ་དེ་ལ། སྒེར་པ་གིས་ཀོ་རོ་ན་ཏྲེས་བྱེད་དེ་འདུག། དེ་ལ་གྲུ་འདུག་ག་ལ་དེ་ལ་ཁྱེད་རང་ཉུང་མཐར།

བཀའ་ཟུར་བ་ང་ལ། ཨང། དེ་འདྲའི་ཁལ་ཁུར་ཞིག་རེད་མི་འདུག་ང་རང་ཚོ་བོད་པ་རང་གིས་རྙེད་དགོས་ཡོད་རེད་བསྐྱར་ཞུ་ཡོད་རེད། ཚེ་ཐོག་ངས་བདག་རང་ཞུ་ཡོད་ངེས། གང་ལྟར་དེ་འདྲས་རེད་འདུག་ད་བོད་པ་ང་ཚོ་ང་རང་ཚོ་མིག་གི་གནོད་སྐྱེལ་དེ་མ་གཏོགས་ང་ཅི་ཡོད་རོགས། ད་ག་རེ་ལ་བོར་བན་ཚ་ས་སྟོན་དཀོན་མཆོག་གསུམ། ལས་བྱེད་པ་ལུས་སྣ་ཤེས་དེ་ནི་སྐྱ་འགས་རེད་གི། ད། སྡུག་རེད་སྡུག་ཟེར་པོ་ལ་དམ་སར་འཛོམས་ཏེ་དོ་བ་བྱོས་བར་འབོད། ཆུ་ཕྱི་ནག་ག་ཆུ་ལ་མུ་ལོང་གི་ཇོ་བོ་རིན་པོ་སོ་སོ་སྐུ་བརྒྱ་རང་བསམ་བློ་བཏང་སྟེང་གི་སྤྱན་དྲངས། བྱེད་ཀྱིན་ཚང་མ་ཡི་གེ་འཛོམས་ཏེ་ཇོ་བོ་རིན་པོ། སྐུ་བརྒྱ་མ་དུ་རྒྱ་གར་མི་རིགས་ལ་བསམ་བློ་བཏང་མཁན་དཀོན་མཆོག་སུ་མ་རེད་འདུག་ད་དེ་ཚོ་ཁྲོད་ན་མ་བིན་རེད་འདུག་ད། ཇོ་བོ་རིན་པོ། དངོས་གནས་མ་བིན་རྐྱང་རྐྱང་རེད་བྱེད་དེ་ཚོ།